འབྲས་བུའི་སྒོ་ནས་རྙེད་དཀའ་བ་ནི་སྤྱིར་ལོངས་ཤེས་ལས་ལོངས་ཤེས་ཟེར་བ་དེ་འདུལ་བ་ལོངས་ཤེས་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ཡིན་པ་རེད། ནི་ང་འགྲོ་དང་བདེ་འགྲོ་ནི་ཤིང་ཕུག་སྟེ་ང་འགྲོར་འགྲོ་བ་ནི་ས་ཆེན་པོ་རྡུལ་དང་དེ་ནས་བདེ་འགྲོར་འགྲོ་བ་ནི་སེན་མོའི་སྟེང་གི་སེན་མོའི་སྟེང་དུ་ཆགས་པའི་རྡུལ་ཙམ་ལས་མེད་པར་སོང་བས། སངས་རྒྱས་བཅོམ་ལྡན་འདས་ཀྱི་འདུལ་བ་ལོངས་ཤེས་ཀྱི་ནང་ན་ག་རེ་གསུངས་ཡོད་པ་རེད་ལབ་ན། ཨ་ནི་བདེ་འགྲོ་དང་ངན་འགྲོ་ནི་ཤིན་ཕོ་སྟེ་བདེ་འགྲོ་དང་ངན་འགྲོ་ལ་སྐྱེ་བ་བླང་བའི་གང་ཟག་རྣམས་དེ་ནི་ཤིན་ཕོ་སྟེ་ངན་འགྲོ་ལ་སྐྱེ་བ་སྟེ། ཨ་ནི་ས་ཆེན་པོ་རྡུལ་དང་ཉེ་འབར་གྱི་ཡོལ་བ་རེད། ཨ་ནི་བདེ་འགྲོ་དང་ཡང་ན་ངན་འགྲོ་གང་རུང་ནི་ཤི་ནས་ཡང་བསྐྱར་བདེ་འགྲོ་ལ་སྐྱེ་བ་ལེན་པའི་གྲངས་ཀ་སྟེ་མི་གཅིག་གི་སེམས་མིང་གི་སྟེང་དུ་ཆགས་པའི་རྡུལ་ཙམ་ཨོ་དེ་འདྲ་གཅིག་མ་གཏོགས་ཡོད་པ་མ་རེད། ཡིན་ཙང། ཨ་ནི། དལ་བའི་རྟེན། མི་ལུས་ཐོབ་པ་ཡང་ཧ་ཅང་དཀའ་བ། ཁྱད་པར་དུ་དར་བ་བརྒྱ་དང་འགྱུར་བ་བཅུ་ཚང་བའི་མི་ལུས་ཐོབ་པ་དེ་ལས་ཀྱང་དཀའ་བ། ཨོ་དེ་གས་དཔེ་གསུང་གི་ཡོད་པ་རེད། རིགས་མི་མཐུན་ང་འགྲོ་རྣམས་ལ་བསྟོད་དེ་བདེ་འགྲོ་ཙམ་ཡང་སེམས་མཐར་གནང་ལ། རིགས་མཐུན་བདེ་འགྲོ་ལ་བསྟོད་དེ་ཡང་དར་བ་ཁྱད་པར་ཅན་ནི་ཁྱེད་དཀོན་པར་བསམ་མོ། ནི་བདེ་འགྲོ་དང་ངན་འགྲོ་གཉིས་རིགས་མི་མཐུན་པ་རེད། དེའི་ནང་ལོགས་ནས་སྤྱིར་བཏང་གི་བདེ་འགྲོ་ཙམ་དེ་ཡང་ངན་འགྲོ་ལ་ལྟོས་ན་སྲིད་མཐའ་ཙམ་རེད། སྲིད་མཐའ་ལབ་པ་ཡིན་སྲིད་མཐའ་ཙམ་རེ་ལབ་པ་ཡིན་ན་ཡོད་ཡོད་པ་རེད་ཡིན་ནའང་ཧ་ཅང་ཉུང་ཉུང་རེད་ཟེར་བ་དེ་དོན་དག་ཡིན་པ་རེད། ནི་ངན་འགྲོ་ནི་ཤི་འཕོས་ཏེ་བདེ་འགྲོ་ལ་སྐྱེ་བ་ལེན་པ་དེ་སྲིད་མཐའ་ཙམ། ཨ་ནི་རེ་གཉིས་ཙམ་མ་གཏོགས་རྒྱ་ལམ་ན་རེ་གཉིས་ཙམ་མ་གཏོགས་ང་འགྲོ་ནི་ཤིང་བུ་དེ་བདེ་འགྲོ་ལ་སྐྱེལ་བ་དེ་ཤིན་ཏུ་ཉུང་ཉུང་ཡིན་པ་དང། རིགས་མཐུན་བདེ་འགྲོ་ཐོབ་པའི་དཔེར་ན་མིའི་ནང་ནས་ཀྱང། ཨ་ནི་དར་བ་བརྒྱ་དང་སྦྱོར་བ་བཅུ་ཚང་བའི་མིའི་ལུས་རྟེན་དེ་ཧ་ཅང་ནས་ཀྱང་དཀོན་པོ་རེད། དེ་གསུང་གི་ཡོད་པ་རེད་ང་རང་ཚོ་མི་བརྒྱ་ཕྲག་སྟོང་ཕྲག་ཁྲི་འབུམ་ག་ཚོད་ཡོད་ན་དེའི་ནང་དུ་དགེ་སྡུག་སྤང་བླང་གི་རྣམ་གཞག་ཚུལ་བཞིན་དུ་སྒྲུབ་པའི་མི་ཧ་ཅང་ཉུང་ཉུང་ཡིན་པ་དེ་ང་རང་ཚོ་ལ་ངོ་སོས་དོ་པོ་ཡིན་པ་རེད་དེ་ཡིན་ཙང་དགེ་རང་ཉིད་ལ་དར་བ་བརྒྱ་དང་འགྱུར་བ་བཅུ་ཚང་བའི་མིའི་ལུས་སྟོན་ཐུབ་ཡོད་པ་འདི་ལ་དགའ་བ་དང་བྱིས་པའི་སྒང་ནས་དེ་འཕྲོ་བརླག་ཏུ་མ་གཏོང་བ་ཅིག་བྱེད་དགོས་པ་རེད། པའི་སྒོ་ནས་རྙེད་དཀའ་བར་བསམ་པ་ནི་བྱེ་བ་ལྷའི་རྒྱ་མཚོ་ཆེར་ཡང་གཉའ་ཤིང་གི་བུ་དཀར་རིའི་དཔལ་སྦྲུལ་འཁྱིལ་ལྟར། མི་སྙན་ཤིན་ཏུ་ཐོབ་དཀའ་སོང་ཞེས་དང་གཞན་ཡང་ཉིན་མོའི་སྐར་མ་ཨུ་དུམ་ཨ་རའི་མེ་ཏོག་སོགས་རྣམ་གྲངས་དུ་མ་སྦྱར་ཏེ་ངེས་པ་རྙེད་པར་བྱའོ། རྒྱལ་སྲིད་བྱེ་བ་ལྷ་དགའ་སོང་བའི་རྒྱ་མཚོ་ཆེར་ཡང་གཉའ་ཤིང་གི་བུ་དཀར་རིའི་དཔལ་སྦྲུལ་འཁྱིལ་ལྟར། མི་ནི་ཤིན་ཏུ་ཐོབ་དཀའ་ཟེར་བ་གྱི་ཚིག་དེ་དོན་དག་ང་ཚོས་སྔོན་མ་ལག་ལེན་གསོ་བདེན་གྱི་སྐབས་སུ་འདི་སྤེལ་སྟངས་བྱས་བ་ནས་གསུངས་ཡོད་པ་རེད་མདོར་ན་ག་རེ་ཟེར་གྱི་ཡོད་པ་རེད་ལབ་ན། རྒྱ་མཚོ་ཆེན་པོ་གྱི་སྟེང་དུ། ལོ་བརྒྱ་རེ་གྱི་མཚམས་ནས་གཉིས་མཐིང་མ་རེ་རེ་བསྲེས་པའི་རི་བོའི་ལུང་བ་མིག་མེད་པ་དེ་འདྲ་གཅིག་དང་རྒྱ་མཚོའི་སྟེང་དུ་སྐྱིད་ན་སྤུ་ཀ་ཡོད་པའི་གཉའ་ཤིང་གཅིག་དྭངས་ཆགས་པ་ཡིན་ན་གཉའ་ཤིང་དེ་རླུང་གིས་ཁུར་ནས་རུས་པར་དེའི་ཐད་ཀ་ལ་ལས་པ་དང་རུས་སྦལ་དེ་གཉིས་ནི་ཟ་ནི། མགོ་ཡ་རྒྱ་མཚོ་ཕྱི་ལོག་ཏུ་ཐོན་པ་གཉིས་དུས་མཉམ་སོང་ན། རུས་སྦལ་དེའི་མགོ་དེ་གཉའ་ཤང་གི་བུ་ག་ནང་ལ་འཕྲད་འགྲོ་གི་ཡོད་པ་རེད། འོ་དེ་ལྟར་དུ་ཤིན་ཏུ་ནས་ཀྱང་དཀའ་བ་རེད་ཟེར་གྱི་ཡོད་པ་རེད། གཉའ་ཤིང་གཅིག་རྒྱ་མཚོའི་སྟེང་དུ་གཡུག་བཞག་པ་ཡིན་ན་དེ་ཕྱོགས་གང་དུ་རླུང་གི་བསྡུས་ནས་གང་དུ་འགྲོ་བ་སུས་ཀྱང་ཧ་གོ་བོ་མ་རེད་རུས་སྦལ་དེ་ཡང་དུས་ནམ་ཞིག་ལ་མགོ་བོ་ཡར་རྒྱ་མཚོའི་སྟེང་དུ་གྱར་རྒྱུ་ཡིན་པ་ཧ་གོ་བོ་མ་རེད་ནི་དེ་གཉིས་འཕྲད་པ་ཡིན་ན་རུས་སྦལ་གྱི་མགོ་བོ་དེ་གཉའ་ཤང་གི་སྤུ་ཀ་ལ་ཐོགས་ཨ་ནང་བཞིན་དུ་ལྟ་བའི་ལུས་རྟེན་ངན་འགྲོ་ནས་བདེ་འགྲོ་ལ་སྐྱེ་བའི་དཔེ་དེ་འདྲ་བཞག་པ་རེད་དེའི་ནང་ནས་ཀྱང་བསྟར་བ་བརྒྱད་དང་འགྱུར་བ་བཅུ་ཚང་བའི་མི་ལུས། ནི་ཤིན་ཏུ་དཀའ་སྡུག་ཁག་པོ་ཡིན་པ་ཨོ་ཏི་པས་གསུང་གི་ཡོད་པ་རེད། མདོར་ན་དལ་འབྱོར་སྟོན་ཆེ་བ་དང་རྙེད་དཀའ་བ་བསམ་པ་ཟེར་བ་འདིའི་ནང་དུ་ག་རེ་གསུང་གི་ཡོད་པ་རེད་ལབ་ན། ཨ་ནི། སྤྱིར་མཐོ་རིས་ཀྱི་ལུས་རྟེན་ཐོབ་རྒྱུ་དཀའ་བ། དེའི་ནང་ནས་ཀྱང་དར་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་མིའི་ལུས་རྟེན་ཐོབ་རྒྱུ་ཤིན་ཏུ་ནས་ཀྱང་དཀའ་བ། དེ་ང་རང་ཚོ་གི་སྒྲུབ་བྱེད་དང་ལུང་དང་རིགས་པ་མང་པོ་མི་འགོ་བའི་སྒང་ནས་ང་རང་ཚོ་རང་ཉིད་གནས་པའི་སྤྱི་ཚོགས་ལ་བལྟས་པ་ཡིན་ན་ཧ་གོ་ཐུབ་ཀི་རེད་ཨ་ནི་དགེ་བ་ལ་གཞོལ་བ་དགེ་བ་ལ་དགའ་བ་དགེ་བའི་བཤེས་གཉེན་གྱི་བཀའ་བཞིན་དུ་དམ་པའི་ཆོས་ལ་སློབ་མཁན་ག་ཚོད་ཅིག་འདུག་ཨ་ནི་རང་ཉིད་ཀྱི་རྩིས་རྒྱག་པ་ཡིན་ན་ཧ་གོ་ཐུབ་ཀི་རེད་ཡིན་པ་ཡིན་ཙང་དལ་འབྱོར་ཐོས་པ་དེ་ཤིན་ཏུ་ནས་ཀྱང་དོན་ཆེ་བ་ཡིན་པ་ཤིན་ཏུ་ནས་ཀྱང་དཀོན་པོ་ཡིན་པ་དེ་ཟེར་གི་ཡོད་པ་རེད་གཉིས་ཀ་བུར་བསམ་པ་ཟེར་བ་དེ་དར་བ་བརྒྱད་དང་འབྱོར་བ་བཅུ་ཚང་བའི་མི་ཡི་ལུས་སྟོད་དེ་རང་ཉིད་ལ་ཐོབ་པའི་སྐབས་འདི་ལ་འཕྲོ་བརླག་ཏུ་མ་སོང་བའི་སྒང་ནས་ནི་སྟོན་པ་ཤཱཀྱ་ཐུབ་པའི་ལུང་དང་རྟོགས་པའི་གཏམ་པ་ལ་ཞུགས་ཏེ་རང་ཉིད་མངོན་མཐོ་དང་ངེས་ལག་ཐོབ་པའི་ལམ་ཅིག་ལ་འགྲོ་ཐུབ་པ་ཅིག་བྱེད་དགོས་པ་རེད་ཟེར་བ་དེའི་དོན་དག་བཤད་ཀྱི་ཡོད་པ་རེད། དེ་ནས་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནི་མཚམས་འཇགས་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།